ད་ཕྲེང་བ་གི་རྣམ་གཞག་གི་སྐོར་ལས་དབྱིན་བས་སུ་ཞུས་ནས་ད་ཕྲེང་བ་གི་རྣམ་གཞག་ཟེར་བའི་གི་སྐབས་ལོ། ད་རྣམ་གཞག་གི་རིམ་པ། ཕྱི། ནང། གསང་བ། རིང་བརྒྱུད་སྐར་མ་གི་ན་ལས་ཐོན་མིག་གི་རྣམ་གཞག་དང་དེ་ལས་ཉེ་བརྒྱུད་གཏེར་མ་གི་ན་ལས་ཐོན་མིག་གི་རྣམ་གཞག་དེ་ལས་ད་ཟབ་མོ་དག་སྣང་གི་ནང་དུ་མཛད་པའི་གི་ད་ཕྲེང་བ་གི་རྣམ་གཞག་གི་སྐོར་ལས་དེ་བསམ་གྱིས་མི་ཁྱབ་པ་ཅིག་ད་ཡོད་སུ་ཞུས་ནས་རིག་འཛིན་འཇིགས་མེད་གླིང་པ་གི་དགོངས་འདུས་རྣམ་བཤད་ཀྱི་ནང་དུ་ད་མཛད་པའི་གི་དང་ཕྲེང་བ་གྱི་རྣམ་གཞག་ནང་ལུགས་ལ་དང་པོས་སྒོ་བ་ཅིང་དང་པ་ཕྲེང་བས་ཀྱི་དོན། དེ་ལས་ཕྲེང་བས་ཀྱི་ཁ་གྲངས་ཀྱི་སྐོར་ལས། དེ་ལས་ཕྲེང་བས་ཐགས་ཀྱི་སྐོར་ལས། དང་ཕྲེང་བ་འཇུ་ཚུལ་གྱི་སྐོར་ལས། དེ་ལས་ཕྲེང་བ་གྱི་མདོ་འཛིན་གྱི་སྐོར་ལས། ཕྲེང་བས་བྱིན་རླབས་ཀྱི་སྐོར་ལས། དེ་ལས་དྲངས་ཚུལ། དེ་ལས་ཕྲེང་བ་གྱི་དམ་ཚིག་གི་སྐོར་ལས་ཞེས་བསམ་གྱིས་མི་ཁྱབ་པ་ཅིག་དང་གསུངས་འདུས་ཡོད་སུ་ཞུས་ནས། ཨིན་དི་ར་བོད་རུ་དང་ང་ར་གི་སྐབས་དུས་ལས་དང་རྔན་ཅུན་བྱེ་བ་གོང་མ་ཚུལ་གྱིས་དང་གསུང་སྤེལ་གྱིས་དང་ཕྲེང་བ་གྱི་རྣམ་གཞག། དེ་ཚོ་ག་ར་ཅུག་བདུད་སྡིག་གི་བེ་ལ་ད་རྡོར་བདུད་ཅི་བེ་དེ་ནང་ལུ་ད་ཞུ་ནི་ཨིན་སི་ཞུ་ནི། ད་ཕྲེང་བ་གི་རྣམ་བཞག་གི་རིམ་པ་དེ་ཚོ་མ་ཞུས་གི་ཧེ་མ་ལུ་ད་ང་ཅི་ཚུལ་གི་ཁ་མགོ་ཁ་ཆེན་པོ་ཅི་དེ་ད་ག་ཅི་ཨི་ནང་སི་ཞུ་བ་ཅི་ད་ཕྲེང་བ་ཟེར་བི་གི་ད་དོན་ད་དེ་ད་ང་ཅི་གི་ཁ་མགོ་སི་ཞུ་ནི་ད་ཕྲེང་བ་ཟེར་བི་གི་གབ་ལུ་ལ་ད་དོན་ད་དེ་བར་མི་ཆི་བི་གི་ད་དོན་ནི་བེ་སི་ཞུ་ནི་དེ་ལས་རྒྱུན་མི་འཆད་པའི་གི་དོན་ནི་འབས་སུ་ཞུ་ནས་དུས་དང་རྣམ་པ་ཀུན་ཏུ་མཉམ་དུ་ཡོད་པའི་གི་དང་དོན་ནི་འབས་སུ་ཞུ་ནས་དེ་ལས་དང་རྣམ་གཞག་ལ་ལུས་གཅིག་གི་ནང་དུ་དང་ཕྲེང་བ་ཟེར་བའི་སྐབས་ལུས་ང་གཅིག་གི་ལུས་ཀྱི་སྒོ་ནས་དགེ་བ་བསྒྲུབས་ནས་དེ་བར་མ་ཆད་པ། ངག་གི་སྒོ་ནས་དགེ་བ་བསྒྲུབས་ནས་དེ་བར་མ་ཆད་པ། ཡིད་ཀྱི་སྒོ་ནས་དཀོན་མཆོག་གསུམ་ལ་གསོལ་བ་བཏབ་ནས་དེ་བར་མ་ཆད་པ་ལ་དུས་དང་རྣམ་པ་ཀུན་ཏུ་སེམས་ཁ་ལུ་སྐད་དེ་གི་བས

འདི་གའི་གྲུབ་པ་དང་ཉམས་ལེན་འདི་སུ་རྒྱུན་མི་འཆད་པ་བས་སྣང་དག་པ་ཅིང་ནང་ལྟར་དུ་སྟེ་ང་གཅིག་གིས་བླ་མ་ཡི་དམ་མཁའ་འགྲོ་ལུས་ཕྲེང་བའི་གི་རྟགས་ཡིན་ཞེས་ཞུ། དེ་ལས་གསང་བ་ལུ་སྟེ་ང་གཅིག་གིས་རྩ། རླུང། ཐིག་ལེ་གི་ཉམས་ལེན་འདི་སུ་ལ་སྟེ་སྣང་བ་ཅིང། ད། ང་གཅིག་གིས་བློ་སེམས་དཔེ་རུ་ང་གཅིག་གིས་ཉམས་ལེན་དཔེ་རུ་རྩྭ་དང་རླུང་དང་ཐིག་ལེ་ལུས་ཏེ་ང་གཅིག་གིས་ད་ཕྲེང་བོད་ཀྱི་རྟགས་ཡིན་ཟེར་ཞུས་ནས་དེ་ལས་ཡང་གསང་བླ་ན་མེད་པའི་གི་བཀའ་བློ་བ་བྱིན་རང་གི་སེམས་འདི་དང་ཆོས་སྐུ། ལོངས་སྐུ་སྤྲུལ་སྐུ་ལ་སོགས་པ་དང་སེམས་ཀྱི་ནང་དུ་ཚང་དུས་ཡོད་པའི་ང་གཅིག་གིས་ད་ཤེས་ཏེ་གི་བའི་ཉིན་མཚན་དུས་དྲུག་ཏུ་དེ་ནང་དུ་ད་ང་གཅིག་གིས་ད་གནས་ཚུལ་བ་བྱིན་ད་སྐུ་གསུམ་གྱི་ད་དགོངས་པ་ད་གཅིག་ཁ་ལུ་རོ་གཅིག་ཏུ་བྲལ་ཏེ་གི་བའི་ད་ཕྲེང་བོད་ཀྱི་ད་རྟགས་ཡིན་པས་ཟེར་ཞུས་ནས། ད་ཕྲེང་བ་ཀྱི་རྣམ་བཞག་རྗེས་བསྡུས་འབྲིང་གསུམ་པའི་ཡོད་པི་ཀི་ནང་ལས་ད་དུས་བ་ཅི་ཏེ་ན་ལས་མ་ཞུ་ནི་ཨིན་སི་ཞུ་ནི་ད་ཕྲེང་བ་ཀྱི་ད་རྣམ་བཞག་ཚུལ་གྱི་སྒྲས་ལས་དང་བ་ད་ང་གཅིག་གི་ད་ཁྱོད་འགོག་ཏེ་ད་ཕྲེང་བའི་ཀྱི་རྒྱུ་དེ་ཨིན་པས་སི་ཞུ་ནི་ད་ཕྲེང་བའི་ཀྱི་རྒྱུ་ཟེར་བའི་ཀྱི་གབ་ལོ་ལ་ད་རྒྱུ་ལུ་ཡ་རབས་འབྲིང་ཐ་མ་སེ་ཏེ་དེ་ཀ་ཡོད་པའི་འབས་ཞུ་ནས། ད་ཕྲེང་དངོས་ཀྱི་ཇུག་དེ་རབ་ཏུ་འབྱུང་དགོས་པ་ཅིང་ཕྲེང་དངོས་ཀྱི་རིགས་དེ་རིན་པོ་ཆེ་ལས་ད་གྲུབ་པའི་གི་ད་ཇུག་དེ་ཀ་ནི་འབས་ཞུ་ནས་ད་རིན་པོ་ཆེ་གི་རིགས་ཟེར་བའི་གི་སྐབས་ལུ་ད་གསེར། དངུལ། ལ་སོགས་པ་མོ་ཞུ་ལ་ཡང་ཅི་ད་ནོར་བུ་ཕ་ལམ་གི་རིགས་ནོར་བུ་བསམ་འཕེལ་གི་རིགས་ད་ཀ་ཅི་རང་ཡིན་རུང་ནོར་བུ་གི་རིགས་ལས་གྲུབ་པའི་གི་ད་ཕྲེང་དངོས་ཀྱི་ཇུག་དེ་ད་ཀ་ནི་འབས་ཞུ་ནས།

ད་ང་ཆོས་ཚུལ་གྱི་དཔལ་སྤོ་བ་ཅིང་བན་བཟའ་གུ་རུ་གྱི་ཉམས་ལེན་སྣང་མེད་ཅིག་གཡོན་པ་ཅིང་ད་ཕྲེང་བ་གིས་ད་བདུད་རྩི་འདི་ད་གུ་རུ་རིན་པོ་ཆེ་གི་མཚན་གྱི་གཡོན་པས་སུ་ཞུ་ནས་གུ་རུ་རིན་པོ་ཆེ་གི་སྐུ་གསུང་ཐུགས་ཀྱི་མཚན་གྱི་གཡོན་པས་སུ་ཞུ་ནས་ཡང་ཅིག་གུ་རུ་རིན་པོ་ཆེ་འཁོར་རང་གི་ཐུགས་རྣམ་པར་མི་རྟོག་པའི་ཡེ་ཤེས་ཀྱི་ད་ངོ་བོ་ཆོས་སྐུ་གི་ད་མཚོན་བཅས་ད་དེ་ལས་གཞན་དོན་གཟུགས་སྐུ་ད་བསྟན་པ་དང་སེམས་ཅན་གྱི་ཐབས་དོན་དུ་དགང་བླ་དགང་འདུལ་གྱི་ད

ད་ཕྲེང་བ་དྲང་འཛིན་གྱི་ཐོ་ཁ་ལུ་ལ་ལུ་ལུ་བཀྲ་ཤིས་རྟགས་གཅིག་གིས་ད་བྱེད་འདི་ཡོད་མི་ད་དེ་ལས་མང་ཆེ་བ་ཅིག་གི་ནང་ལུ་རྡོ་རྗེ་ད་སྦྲུལ་བུ་གིས་ད་བྱེད་འདི་ཡོད་ཟེར་ཞུ་ནས་ད་རྡོ་རྗེ་ད་སྦྲུལ་བུ་གིས་བྱེད་འདི་ཡོད་དགོས་མེད་དེ་ལ་ཐབས་དང་ཤེས་རབ་ཀྱི་ད་རྟགས་མཚན་ཨིན་པས་ཟེར་ཞུ་ནས་དེ་ལས་ད་ང་ཅེས་དྲང་འཛིན་གྱི་ནང་ལུ་ད་གྱང་ཁ་བཞག་ནས་གི་དེ་ལུ་ལ་ད་རིམ་པ་བཅུ་ཐམ་པའི་ཡོད་ཟེར་ཞུ་ནས་ད་ཨ་ནི་དེ་ས་དང་པ་ནས་རྩི་དེ་གས་པའི་ས་བཅུའི་རྟགས་མཚན་ཨིན་པས་ཟེར་ཞུ་ནས་ད་དེ་ལས་དྲང་འཛིན་གྱི་གྱང་ཁ་དེ་ཡ

ད་བཀྲ་ཤིས་རྟགས་བརྒྱད་ཀྱིས་མཚོན་བྱེད་དུ་ད་རྒས་པའི་ཞག་སྒོབ་ད་ཨིན་དི་ར་བེ་རུ་ལ་ད་ཡོངས་སུ་གྲགས་པ་ལུ་ད་ང་གཅིག་གིས་ད་ཡན་ལག་བདུན་པ་གྱི་ཚུལ་ལུ་ད་བདུན་པའི་ད་ཞག་སོན་འོས་སུ་ཞུས་ནས། ད་ཕྲེང་བ་ཀྱི་རྣམ་བཞག་བཞི་པ་འདི་ད་གྲངས་ཐང་གི་རིམ་པ་ཨིན་པས་སུ་ཞུས་ནས་ད་ང་གཅིག་གིས། མ་ནི་བེ་རུ་བ་ཛ་གུ་རུ་བེ་རུ་ད་གྲུབ་པ་སྣང་བས་ཀྱི་སྐབས་ལུ་ལ་ད། ལ་ལུག་གི་སྒོ་བ་བྱིན་ད་ང་གཅིག་གིས་ཕྲེང་བ་ཀྱི་ད་གཙོ་བོ

ད་གེ་སྦྱོར་གྱི་སྐབས་ལ་ཡང་སྐུ་གསུམ་གྱི་དགོངས་པ་མངོན་དུ་གྱུར་གྱི་མ་རེད་ཟེར་བའི་མནོ་བསམ་བཏང་ནས་དང་ཡང་ཕྱིན་རང་དོན་ཆོས་སྐུ་རྟོགས་བདེ་བརྒྱུད་པའི་གཞན་དོན་གཟུགས་སྐུ་གི་ད་གྲོལ་དོན་རྣམ་པ་སྣ་ཚོགས་ཀྱི་ཐོག་ཁ་ལོ་ང་གིས་སེམས་ཅན་ལ་ཕན་ཐོགས་ཀྱི་མ་རེད་ཟེར་བའི་དང་ཐུགས་བཞེད་གནང་ནས་དང་ཡང་ཕྱིན་གུ་རུ་རིན་པོ་ཆེ་གི་ཐུགས་རྣམ་པར་མི་རྟོག་པའི་ཡེ་ཤེས་དང་རང་གི་སེམས་གཉིས་སུ་མེད་པར་རོ་གཅིག་ཏུ་འདྲེས་ཀྱི་མ་རེད་ཟེར་བའི་དང་མནོ་བསམ་བཏང་གོ་ནས་ཨི་འབད་ཟེར་ཞུས་ནས་དང་ཕྲེང་བ་གི་རྣམ་བཞག་ལྔ་པ་འདི་ལ་དང་ང་བྱེད་ཀྱི་དང། གྲུབ་པ་རྣམ་སྦས་ཀྱི་སྐབས་ལུགས་ལྟར་གྲུབ་པ་ལུགས་ཡང་དག་རིམ་པ་དང་ལས་ཤ་གཅིག་རང་ཡོད་པའི་སྦས་ཚིག་ཞུས་ནས་ཕྱི་ཡི་གྲུབ་པ། ནང་གི་གྲུབ་པ་གསང་བའི་གྲུབ་པ་ཟེར། ད་ཕྱི་ནང་གསང་གསུམ་གྱི་གྲུབ་པ་དེ་བཅུ་བསྡུ་བ་ཅན་ལ་ཞི་བའི་གྲུབ་པ། བྱེད་པའི་གྲུབ་པ་དབང་གི་གྲུབ་པ་དེ་ལས་དྲག་པོ་གི་གྲུབ་པ་ཟེར། ད་རིམ་པ་བཞི་ལུགས་ལྟའི་དབྱེ་བ་གཅིག་ཏུ་ཡོད་པའི་སྦས་ཚིག་ཞུས་ནས་ད་ང་གཅིག་གི་ད་ཞི་བ་གི་ད་གྲུབ་པ་སྣང་མེད་ཡིན་པ་ཅན་ང་གཅིག་གི་ཕྲེང་བ་ད་ཞག་ཐམས་ཀྱི་རིམ་པ་ལ་ད་སྙིང་གར་ལུད་པའི་ད་ཞག་གོ་ནི་ཡིན་པས་ཞུས་ནས

སྐུད་ཀྱི་ཚོན་ཁ་དེ་ད་གནག་པོ་དགོ་ནི་ཨིན་པས་ཞུ་ནས། ད་ཕྲེང་བ་ཀྱི་རྣམ་ཤ་དྲུག་པ་དེ་ལ་ད་ང་གཅིག་གི་ཕྲེང་བས་ཀྱི་བྱིན་རླབས་སེ་ད་རབ་ནས་དེ་གནག་ནི་དེ་ཨིན་པས་ཞུ་ནས་དང་པ་ད་ང་གཅིག་གི་ཕྲེང་བ་དེ་ལ་ད་རང་གི་བསླབ་པ་ལྷོད་ཞིམ་ནས་ད་དེ་དེ་བླ་མ་གི་བའི་ཞེ་ནི་མཚན་ནི་དང་ལྡན་མ་གཅིག་གི་རབ་ནས་གནག་དེ་གི་བས་ད་བྱིན་གྱི་རླབས་དགོ་ནི་ཨིན་པས་ཞུ་ནས་ད་གྲུ་པ་མ་རྣམ་པས་ཀྱི་ཧེ་མ་ལུ་ད་ཕྲེང་བས་ཀྱི་འཇུར་སྔགས་སེ་ད་སྔགས་ཅི་ཡོད་ཞུ་ནས།